གང་དག་སེམས་ཅན་གྱི་དོན་ཤུགས་ཆེན་པོ་བྱེད་རྣམས་ཤེས་ཅི་ལ་ཡ་ཨ་ནི་ཟིའི་བྱེད་ད་ཁོ་བ་དགའ་རོ་གཏོང་མི་འགྲོ། ཟིས་པའི་སྐབས་ལ་ཡ་ཨ་ནི་ཁོ་བ་ཙམ་གཏོང་གཏོང་ཡ་བ་ཞེ་ན་སེམས་ཅན་གྲངས་མེད་རོ་བ་ཨ་ནི་དེ་དུས་ཨ་ནི། ཐུགས་ཤུགས་དང་མ་སོ་ནས་ཆགས་པ་རེད་ཆགས་བྱས་ཨ་ནི་དམ་བཅའ་བཞག་པ་ན་བྱེད་ཀྱི་ཨུ་བ། འཚལ་བ་གས་བྱས། དུམ་བུ་དུམ་བུ་མང་པོ་ཆགས་དུས་བར་ཨ་ནི་འོད་བག་མེད་འཕེལ་ནས་ཨ་ནི་ཚུར་རུག་རུག་སོས་བྱས། འདི་ངའི་ལ་ཡིན་པ་འདི་ལས་སླ་པོ་ཡོག་མ་རེད་ད། ཨ་ནི་དེ་ཨུ་བཅུག་ཅིག་བྱས་ཨ་ནི་ཨུ། ལྟོས་ལྟོས་དེ་འོད་དཔག་མེད་ཀྱི་དབུ་བཞག་གོ་དེར་འོད་དཔག་མེད་ཀྱི་དབུ་རྒྱན་ཞེས་ཟེར་ཏེ། དེ་ཚུལ་ཁྲིམས་དེ། བོད་ཀྱི་ལོ་རྒྱུས་དང་འབྲེལ་བ་ཡོད་པར་བརྟེན་ས་ང་ཚོ་སྤྱན་རས་དེ། སྙིང་རྗེ་དེ། ག་ད་ཆོས་གཅིག་པོ་བསམ་བཏང་རྒྱུ་ཡང་མ་རེད་སྙིང་རྗེ་དེ་ག་ད་ང་རང་ཚོ་བོད་པའི་རིག་གཞུང་དང་འབྲེལ་བ་ཡོད་པའི Value ཆགས་དེ་ཡོད་པར་བརྟེན་ས་སྙིང་རྗེ་གི། ཇི་ཙམ་གྱི་སྙིང་རྗེ་ཐོག་ལ་ཡང་བསམ་བློ་བཏང་ཐུབ་པ་ཡིན་ན། ཏན་ཏན་ཁྱད་པར་ཡོད་རེད། ལྷག་པར་དུ་སྐྱབས་མགོན་རྒྱུད་གསུང་སྟངས་བྱས་པས་ན་སྙིང་རྗེ་དེས་སྤྱི་བཏང་གཞན་གྱི་སྡུག་བསྔལ་ལ་ཡང་དོ་སྣང་བྱེད་དུས་ག་ལ་ཡ་སྡུག་བསྔལ་བསྣན་པས་སྡུག་བསྔལ་ཐལ་བ་ཇི་ལྟར་སླེལ་གྱི་ཡོད་རེད། སོ་སོ་སྡུག་བསྔལ་ཡོད་པའི་སྒང་ལ་གཞན། གཞན་གྱི་སྡུག་བསྔལ་ལ་ཇུས་གཏོགས་བྱེད་པ་ཆགས་ཀྱི་ཡོད་རེད། ཡིན་ནའི། ཁོས་ཐུན་མོང་མ་ཡིན་པའི་ཁྱད་ཆོས་གཅིག་ལ་ཡ་ཇི་ཙམ་གྱིས་གཞན་གྱི་སྡུག་བསྔལ་ལ་བསམ་བློ་བཏང་མེད་ན་དེའི་ཚོད་ཀྱི་སྙིང་སྟོབས་ཉམས་པོ་སླེལ་དགོས་པ།

ཕྱུགས་ཆས་སྐྱེས་པ་ཁྱོ་ག་ལ་ཡང་རི་སར་བྱེད་རྒྱུ་རེད་བྱས་ཙང་རི་སར་རི་མང་པོ་གཅིག་གོ། ཆ་མཚུངས་པ་བྱེད་དགོས་ཚང་མ་སྤྲེལ་རི་ཙམ་བྱས་ཡོད་མ་རེད་ད་ཁྱོ་ག་ལ་རི་སར་བྱེད་པའི་ནང་ལོགས་ལ་ཡང། གཅིག་སྐྱེས་པ་ཁྱོ་གའི་ནང་ལོགས་ལ་ཡང་ང་ང་ང་ང་དང་ང་ངའི་ཟེར་ལབ་དེ་ཉལ་གི་ཤུགས་ཆེན་པོ་ལབ་ཉལ་ཚོ། སྙིང། གཡུག་ཡས་ཀྱི་དེ་ན་ཚ་དེ་ཧ་དེ་འཕྲད་ཀྱི་བརྒྱ་ཆ་ལྔ་བཅུ་ཚོ་ཞིག་གིས་ཐོར་འགྲོ་གི་རེད་ཟེར་དུ་ད་གོ་དེ། ངར་འཛིན་ཤུགས་ཆེན་པོ་དང་ཨ་ནི stress དང་མ་ཤེས་ད་རྣམ་པ་ཚོ་ཉམས་ཞིབ་གནང་དང། སོ་སོར Stress ཤུགས་ཆེན་པོ་ཡོད་ན། Anxiety དང Stress ཤུགས་ཆེན་པོ་ཡོད་ན་དེ་གཅིག་སྟེས་ཀྱང་ལ་བལྟས་བཅས་གར་ཅི་ནས་བྱུང་ཤ་ཟི་དང་དེའི་ནང་ལོགས་ལ Self Involvement ཤུགས་ཆེན་པོ་ཞིག་རག་ཡོད་རེད། དེ་ཚ་དེའི་གཅིག་སེམས་ཀྱི་དཀའ་ངལ་མང་པོ་ཞིབ་གཅིག་ཕྱོགས་གཅིག་ནས་ང་ང་ང་ཟེར་བྱེད་ཀྱི་དེ་བྱས་གཉིས་ནས་སེམས་ཁོ་རང་གི་འགྲོ་སྟངས་དེ་བུ་གཟུགས་ཐོག་དྲན་གཅིག་དམ་དྲན། ད་ལྟ་སྙིང་རྗེའི་ཉམས་ལེན་དང། ཨ་ནི་དེ་མན་གྱི་སྒོམ་གྱི་ཉམས་ལེན་དང་མང་པོ་ཅི་ལ་ཡ་སེམས་ཁ་ཆེ་གི་རོ། སེམས་ཁ་ཆེ་ཆེ་བེ་ད་ཡང་པོ་བཟོད་དུས་གོ་ལ་ཡ་ཨ་ནི་ལམ་སང་ཅིག་བཙིར་བསྡད་པའི་ཚོར་སྣང་མེད་དུས་གོ་ལ་དངངས་སྐྲག་དང་དེ་འདྲའི་རིགས་མང་པོ་ཅི་སྔོན་འགོག་བྱེད་ཐུ་བའི་ག་ཐབས་ཤིག་དེའོ་རེད་དེ་ཡིན་ཙང་ཅིག་ང་རང་ཚོའི་བོད་པའི་ཅིག་ཉམས་ལེན་ཅིག་ནང་ལོག་ལ་ཡ་ཤུགས་ཆེ་དེ་ད་དུང་བློ་སྦྱོང་གི། ཉམས་ལེན་གནང་ཡོད་འདུག་བློ་སྦྱོང་གི་ཉམས་ལེན་དེ་ང་རང་ཚོ་དུས་རྒྱུན་དུ་ལག་ལེན་བསྟར་ཉེན་ཚོ་ཁ་ཚ་དགོས་གཏུགས་ཀྱི་ཆོས་ཉམས་ལེན་བྱེད་ཉེན་ཚོ་བློ་སྦྱོང་དེ་གལ་ཆེན་པོ་ཞིག་པོ་ཆགས་བསྡད་ཡོད་རེད། ད་ལྟའི་བློ་སྦྱོང་ཚིག་བརྒྱད་མ་གཏོགས་བློ་སྦྱོང་དོན་བདུན་མ་གཏོགས་ཚུད་ཡོད་རེད། བློ་སྦྱོང་འདི་ཉམས་ཞིབ་བྱེད་པའི་སྐབས་ལ་ཡང་ཐོག་མར་ད་མ་ཤི་ཇོ་པ་ཇོ་རྗེ་པ་ཏའི་འདི་བཞག་གི་གསུང་ཐོར་བུ་འདི་འདྲ་འདྲ་མ་འདྲ་གསུང་བཞག་པ་ཚང་མ་ཚུར་ཕྱོགས་བསྒྲིགས་བྱས་ཀྱི་ཡོད་རེད་ཤག་དངོས་གཞི་ཚུར་བསྒྲིགས་བྱས། ཀ་ཟླ་གཅིག་མན་ངག་ཟུར་དུ་བསྒྲིགས་ཡོང་དུས་ཀ་ལ་ཐོག་མར་བློ་སྦྱོང་ཁྱབ་ཆེན་པོ་དར་ས་དེ་བོད་དབུས་ལ་ཡ་དེ་དུས་འཕན་པོ་དང་འདི་བ་ས་ཆ་ད་ནས་བཀའ་གདམས་པ་ཤུགས་ཆེན་པོ་དར་སའི་ལུང་པ་ལ་ཡ་མཛེ་ནད་ཤུགས་ཆེན་པོ་བྱུང་འདུག་བ་མཛེ་ནད་ཀྱི་ཐོག་ནས་སྐུ་ངལ་ཤུགས་ཆེན་པོ་འཕྲད་བྱས་ད་སྤྱི་ཚོགས་ཀྱི་ཐོག་ནས་གོ་ཡ་ཡིན་དུས་ཀ་ལ་ཡ་རྒྱང་ལྡབ་པིག་བྱས་དེ་འདྲས་ཀྱི་ཐོག་ནས Social Ostracization དང་དེ་འདྲས་ཀྱི། Outcast། འཛིན་གྲྭའི་ཐོག་ནས་དཀའ་ངལ་ཤུགས་ཆེན་པོ་འཕྲད་པ་ཡིན་ཙང། མཛེས། ནག་ཉེས་ཚོ། བཞི་པོ་གཅིག་གི་དཀའ་ངལ་ཡོད་བས། རྐྱང་རྐྱང་ཅིག་ཆགས་དུས་ག་ལ་ཡ། བློ་སྦྱོང་གི། བསླབ་བྱ་དེ་གྱིས་ཏེ་ཁོ་ཚོ་ཕན་ཐོགས་པ་བཞི་པོ་བྱུང་རྗེས་ཐོག་མར་བོད་ལ་ཡ། བློ་སྦྱོང་ཤུགས་ཆེན་པོ་དར་བས་ག་ལ་ཡ། མཛེས། ཆོས་སུ་ལ་གི་འདུག་བ། མཛེས། ནག་ཉེས་ཚོ་གི་ད། ག་ད། ཕན་ཐོགས་བྱུང་པ་བྱུང་བ་ཡིན་ཙང་དེ་ཙང། བློ་སྦྱོང་དེ་དམིགས་བསལ་གྱི། ཁ་ཚ་དགོས་གཏུགས་ཀྱི Practical ཞུ་བ་ཕྱོགས་རེད། ཅིག་དོན་མེད་གསར་བརྗེའི་རྙོག་དྲ་ཚ་པོ་འདི་འདྲ་དང་ཅིག་ཆོ་ག་ཕྱག་ལས་རྙོག་དྲ་ཚ་པོ་འདི་འདྲ་དང་ཅིག་སྔོན་འགྲོ་མང་པོ་བཏང་དགོས་འདི་འདྲ་བཏང་ནས་ཡོང་མ་རེད་བློ་སྦྱོང་འདི་ངེས་པར་དུ་ང་རང་ཚོའི་ད་ལྟའི་དུས་ཚོད་ལུས་ཡ་ག་ད་ཅིག་ཅི་ཐུག་ཐུག་གི་བསྡད་ན་ཨ་ནི་བློ་སྦྱོང་གི་གསུང་སྲོལ་ཅིག་ལ་ཡ། སྤྱོད་ལམ་ཀུན་ཏུ་ཚིག་གིས་སྦྱངས། ད་ལྟའི་གནད་འགག་ཆགས་ཡོད་པ་རེད་ད་ང་རང་ཚོའི་ཆེས་མང་པོ་ཅིག་གིས་གཞན་དོན་མང་པོ་ཞིབ་ཞིབ་གནང།

ཁ་ཐུག་དེ། གང་ལྟར་ཅིག་ལག་ལེན་བསྟར་ཡས་ཡོད་པ་བྱས། དེ་དུས་ཚོད་དལ་ཡག་བློ་ཆུང་ནས་ཚུར་ལན་ཐུག་ན་ཡག་པོ་ཡོད་རེད་དེ་ཚ་ང་རང་ཚོ་བོད་ཀྱི་ནང་ཆོས་དེ་དངོས་གནས་དྲང་གནས་ཕྱུག་པོ་རེད། རྒྱ་གོར་མི་ཚོས་གསུང་གོ་རེད་ད་ནི་བོད་ཀྱི་བོད་བརྒྱུད་ནང་བསྟན་དེ་ནཱ་ལེནྡྲའི་ཆོས་བརྒྱུད་དཔེ་དེབ་ཆ་ཚང་ཚང་བསྡད་པ་ཅི་རེད་ད་གང་ལྟར་ཐེག་པ་ཆེ་ཆུང་སྔགས་དང་བཅས་པ་ཆ་ཚང་བ་དེ་རེད་ལྷག་པར་དུ་ལྟ་གྲུབ་ཞིག་ལ་བཞག་པའི་འདི་རེད། ད། གཅིག་ནང་པ་སངས་རྒྱས་པའི་ནང་བོད་བརྒྱུད་ནང་བསྟན་གྱི་ལྟ་གྲུབ་ཚད་མཐོ་པོའི་སློབ་སྦྱོང་དང་ཉམས་ལེན་ཟེར་ཉེན་དེ་ནི་ཡང་ཁོ། དགོན་པ་ལོགས་སུ་བཙུགས་ཡོད་འདོད་ག་ལ་ཆེད་ལས་པ་ཚོ་ཁོ་རང་ཚོ་ནང་འགྲོ་རུ་ད་ཡིན་ནའི་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ་ཡ། ཉིན་རེ་ཉིན་རེ་གི་མི་ཚེའི་ནང་ལོགས་ལ་ཡ། ནང་ཆོས་ཀྱི་སྙིང་པོ་གཏད་ཚེ་ཞིག་རྒྱུས་ཡོད་པ་བྱེད། ཨ་ནི་ལྷག་པར་དུ། གཞན་ཕན་དང་སྙིང་རྗེ་དང། ཨ་ནི་རྟེན་འབྲེལ་གྱི་ལྟ་བ་དང་སྟོང་ཉིད་རྟོགས་པ་ཤེས་རབ་སླ་བས་འདུས་པ་ལ། ཚིག་སྐམ་པོ་ལ་མ་གནས་པར་བྱས་བྱས་ཏེ་གོ་རྒྱུ་ཡོད་པ་ཅི། ད་ལྟའི་ང་རང་ཚོའི་མི་སྒེར་པ་རེ་རེ་ཐོག་ནས་བཟོ་རྒྱུ་རེ་ད། དེ་དེ་བཟོས་པ་ལ། ཨ་ནི་སུ་སུ་ཚོའི་ཉིན་རེ་ཉིན་རེ་མི་ཚེའི་ནང་ལོགས་ལ་ཡང་ལྟས་ལག་ལེན་མ་བསྟར་བ་ཡིན་ན་ཁོ་ལ་བྲོ་བ་ལེགས་མ་རེད། རེད་བ། དེ་བྲོ་བ་ལྟས་མ་མྱོང་པ་ཡིན་ན་ཨ་ནི་ཚིག་གང་བདེ་བདེ་གི་རེད་བ་དེ་ཙང་དེ་ད་དེའི་རིགས་དེ། ལོ་གོམས་པའི་རྗེས་སུ་བྲོ་བ་སླ་བ་རེད། ཇི་ཙམ་གྱིས་སོ་སོའི་གོམས་བཤད་བསྟན་པ་ཡིན་ན་དེའི་ཚོད་ཀྱིས་འདི་བྱེད་ཡོང་གི་རེད་ཨ་ནེ་སྐྱབས་མགོན་རིན་པོ་ཆེས་གསུང་ཡང་བདེན་པ་རེད་གང་ལྟར་ཁྱོད་དངོས་གནས་དྲན་ན་ཉམས་ལེན་ཚུལ་དང་ལྡན་པ་བྱེད་ཀྱི་ན་ཁེ་བཟང་རང་ཉན་དང་པོ་དེ་སོ་སོ་ཆགས་ཡོད་རེད་བ། དང་པོ་སོ་སོ་དེ་ཁེ་དང་པོ་སོ་སོ་རག་གི་ཡོད་རེད་བསྟན་འཛིན་སྐྱབས་མགོན་རིན་པོ་ཆེ་ཡང་ནས་ཡང་དུ་གསུང་གི་འདུག་བ་སྙིང་རྗེའི་ཉམས་ལེན་བྱས་པས་ན་ཁེ་དང་པོ་སོ་སོ་རག་གི་ཡོད་རེད། སོ་སོ་སྙིང་རྗེའི་ཉམས་ལེན་བྱས་པའི་རྐྱེན་གྱིས་ཕར་སྣང་ངོ།

དུས་རབས་ཉི་ཤུ་པའི་ནང་པ་བྱེས་ཉེས་འཛུགས། དགའ་ལྡན་ནང་པའི་གནས་ཚུལ་དང་ནང་པའི་ཕན་ཡོན་དང་ཁྱད་ཆོས་དང། ཨ་ནེ་བསླབ་བྱའི་སྙིང་པོ་དང་འདི་སྐད་དུ་རོབ་རྩེ་གཅིག་མཁྱེན་པ་བྱེད་ཅེས་ད་དེང་སང་ང་འདི་བཤད་ཡས་གོ་སྐབས་མི་འདུག་གསུང་ཡས་རྩ་ནས་བསྡད་ཡོད་མ་རེད་ད། ཨ་ནེ་སུ་སུ་བོད་སྐད་ཚད་ཐུབ་པ་མེད་པ་བྱེད་ཅེས་བོད་ཡིག་རང་གི་ཐོག་ནས་མཁྱེན་གྱི་མི་འདུག་ན་དེང་སང་ད་སྐད་ཡིག་འདྲ་མི་འདྲ་མ་ནང་ལོ་ད་དཔེ་ཚགས་མ་འགྱུར་ཚར་བ་དེ་ཚོས་དེ་ད་ནི་ང་འདི་སྦྱང་ཡས་གོ་སྐབས་མི་འདུག་གསུང་སའི་གཞི་ལྷག་ཡོད་མ་རེད་ད་དེ་སྔ་དེ་སྔ་ད་ཐུགས་ཁག་མེད། རེད་བ། བོད་སྐད་རྐྱང་རྐྱང་གི་ཐོག་ནས་སྦྱངས་པས་ན་བོད་པའི་སྐད་ཁ་སྐད་དང་ཡི་གེ་གཉིས་ཀྱི་སྤོ་རུག་ལ་ཡང་བར་སྟོང་བྱུང་ཡོད་རེད། དེ་ནི་ཆོས་སྐད་ཡིག་དེའི་ཐོག་ནས་ལམ་སང་བོད་སྐད་ཤེས་པ་བོད་སྐད་ལྷུག་པོ་རྒྱག་པ་གཅིག་པོ་གིས་དཔེ་ཆ་ཀློག་ནས་ལམ་སང་གོ་ཐུག་མ་རེད་བ། ད་ཡིན་ནའི་དེང་རབས་ཀྱི་ཕྱི་རྒྱལ་གྱི་སྐད་ཡིག་གང་སླེབས་པས་ན་ཡི་གེ་དང་ཁ་སྐད་གཉིས་སྤོ་རུག་དེ་ཙམ་མཁས་པ་ཞིག་ལ་ཡོད་མ་རེད། དེ་ནི་སློབ་སྦྱོང་ག་ལ་གང་འཚམ་བྱས་ཚར་བའི་ཞུ་སྒོ་སྟེ། གང་ལྟར་བསླབ་བྱའི་སྙིང་པོ་དེ་གའི་ཐིག་རྒྱུར་བཞག་པ་དེ་ནས་ལེན་ཆོག་རེད་བ། ཡིན་ནའི། ད་སུ་སུ་བོད་པ་ཡིན་ཙང། སུ་སུའི་ཉམས་ལེན་དེ་བསྒྱུར་བཞག་པའི་རྐྱང་རྐྱང་སྒང་ལ་མ་བཞག་པ་བྱེད། གོ་བ་དེ་བསྒྱུར་བཞག་པའི་སྒང་ནས་ལེན། ཨ་ནི་ཚུར་སྣང་སྔོན་ཐོན་བོད་པའི་དཔེ་ཆ་དེ་འཁྱིལ་ཡོང། ཨ་ནི་བོད་པའི་དཔེ་ཆའི་ནང་ལོགས་ནས་དམིགས་བསལ་ཚིག་གལ་ཆེན་པོ་འདི་གལ་ཏེ་ཨ་ནི་སྦྱངས་ན་ཨང་ཅེས་སྡུག་བསུ་བྱེད་ཅེས་བྱས་པས་ན། ཨ་ནི་གང་ལྟར། སུ་སུ། ཨ་ནི་ཕྱི་མཚམས་ཀྱི་སུ་སུ་ལ་ཡང་ཁེ་ཕན་ཡོད་པ་ཞིག་མཐོང་པ་ཡིན་ན་དེའི་ཚོད་ཀྱིས་ཁོ་ལ་དོ་སྣང་ཆེད་སླེབས་ཡོང་གི་རེད། དོ་སྣང་ཆེད་སླེབས་པས་ན་སུ་སུ་སྤུ་གུ་ལས་བརྩེ་བྲལ་གི་རེད་བ། གང་ལྟར་གང་ལྟར་ཕ་མ་སྤུ་གུ་ལ་བརྩེ་བ་མེད་ཉེན་ནི་རྩ་ནས་ཡོད་མ་རེད། དེང་སང་སྤྱི་ཚོགས་འདི་ནི་རྔན་མ་ནང་བཞིན་ལས་སླ་པོ་མ་རེད་དེང་སང་ལྷག་པར་དུ་སྤྱི་ཚོགས་དྲ་རྒྱར་སླེབས་པའི་ཞུ་སྒོ་སྟེ། གཞོན་སྐྱེས་ཚོ། མི་ཚེ་སྐྱེལ་སྟངས་འདི་རྙོག་དྲ་ཚ་པོ་ཞུགས་ཆགས་ནས་འདུག་བ། དེ་ང་ཚོ་རྔན་མ་དང་རྒན་པ་ཚོ། ད་ལྟ་སྤྱི་ཚོགས་དྲ་རྒྱ་མ་སླེབས་གོང་དང་ཁ་པར་ལག་ཐོག་ཁ་པར་མ་སླེབས་གོང་གི་སྤྱི་ཚོགས་འགྲོ་སྟངས་དང་དེང་སང་འགྲོ་སྟངས་བྱས་པ་ན། ང་ཚོ་སྤུ་གུ་ཆུང་བ་ཚོ་ལ་སྙིང་རྗེ་གི་འདུག་ད་ཁོ་ཚོ་སྤྱི་ཚོགས་མགོ་རྙོག་ཞི་བོ་ཅི་ནང་ལ་འཚར་ལོངས་བྱེད་དགོས་རུང་བ། མགོ་རྙོག་ཞི་བོ་ཅི་ནང་ལ་འཚར་ལོངས་བྱེད་དགོས་དུས་སྐབས་ལ།

ཡེམ་ཆེ་བཏང་ཐུག་གི་ཡོད་མ་རེད་ཨ་ནི་ལྷག་པར་དུ་ཅིག་འུར་ཅིག་ལངས་པའི་སྐབས་ལ་ཡ་མི་ས་ཡ་མང་པོ་སྡེབ་ཅིག་ལ་འུར་ལངས་འགྲོ་གི་འདུག་བ་ཨ་ནི་འུར་ཉམས་པོ་ཁྱེད་ཀྱི་དེ་འདྲའི་སྤྱི་ཚོགས་ནང་བསྡད་ཡོང་དུས་ག་ལ་སུ་སུ་རང་གི་རང་ལུགས་ཅིག་བཟུང་མ་ཐུབ་པ་ཡིན་ན་དཔེ་ཆ་བཟང་པོ་རེད་དེ་ལྟར་སུ་སུ་རང་ལུགས་བཟུང་ཡས་ལ་ཡ་ཨ་ནི་ནང་ཆོས་ལྟས་ཙི་བྱེད་བཞིན་པ་ཡིན་ན་དངོས་གནས་དྲ་གནས་འདི་ལ་ལྷག་ཙམ་ཡོད་མ་རེད་ད་ཨ་ནི་སུ་སུ་རང་ལུགས་ཟེར་མིན་ན་རང་ལུགས་དེ་ཁྱེད་ཀྱི་ཨ་ནི་གལ་ཆེ་ཆུང་དང་ལེགས་ཉེས་དང། བདེན་རྫུན་དང་མང་པོ་ཅི་ཡམ་ཆད་བཏང་འདུག་ར་བ། སོ་སོ་རང་ལུས་གཙང་ནས་མེད་ན་ལྷག་པ་ག་གེར་འགྲོ་རྒྱུར་བ། ད་འདིར་ལྷག་པར་དུ། སྤུ་གུ་ཡོད་ཉེས་ཀྱི་ཕ་མ་ཚོ་དེ་རྒྱང་ཉིད་ནས། འདི་ཐུགས་ལ་བཅངས། སྤུ་གུ་ཚོ་ལ་སྙིང་རྗེ། རོགས་པ་བྱེད་ཐུབ་ཀྱི་རེད་ད། ད་ལྟ་ནས་ཁོང་ཚོ་གཅིག། གཅིག། སོ་སོ་རང་ལུས་བཟུང་རྗེས་སྟངས་འཛིན་བྱེད་སྟངས་དང་འདུ་འཛི་སྤྲད་དེ་བསླབ། ཨ་ན་ལྷག་པར་དུ། བདེ་སྐྱིད་ཀྱི་རྩ་བ་སེམས་ལ་རག་ལས་ཀྱི་ཡོད་པ་དང། སེམས་ཀྱི་ཞི་བདེ་ཀྱི་ཐོག་ནས་སོ་སོའི་མི་ཚེ་ཁོ་རང་སྐྱིད་པོ་ཡོང་གི་ཡོད་པ་འདུ་འཛི་སྤྲད་དེ། ཇི་ཙམ་གྱིས། བེད་སྤྱོད་བྱེད་ཐུབ་པས་ན་དེ་ནུས་པ་ཐོན་པ་ལ་ཡང་སོ་སོས་དཔེ་མཚོན་སྟོན་དགོས་ཀྱི་ཡོད་རེད་ད། ངས་བཤད་པ་ནང་བཞིན་བྱས་ངས་བྱས་པ་ནང་བཞིན་མ་བྱས་གསུང་རྒྱུ་ཡོད་མ་རེད་ད། དེ་སོ་སོས་དཔེ་མཚོན་སྟོན་དགོས་རུང་སོ་སོས་སོ་སོའི་མི་ཚེའི་ནང་ལོགས་ལ་ཡང་བལྟས་ཚེ་ཅིག་སེམས་ལྷོད་པ་དང་སེམས་པ་བཟང་བ་དང་གཤིས་ཀ་འཇམ་པ་དང་དངངས་སྐྲག་ཞིག་རག་མེད་དེ་ཉིད་ཅིག་གི་རྣམ་འགྱུར་སྟོན་ཐུབ་པས་ན།

ཡོད་སའི་ས་ཆ་ནས་འདྲ་འདུག་སོ་སོ་ལ་བྱང་བུ་ཅི་ཡིན་གྱི་མི་ཡོད་སའི་ས་ཆ་ཡིན་ན་འདྲ་འདུག་ག་བ་ག་ས་ལ་ཡང་དུས་རྒྱུན་མི་དཀྱུས་མ་གཙོ་ལ་ཡང་ཆགས་སྡང་རྨོངས་སོང་ངོ་ཉོན་མོངས་སྐྱེ་ཡས་ཡུལ་དུ་འཛུལ་ལ་ཡང། དགེ་བའི་བཤེས་གཉེན་ལ་མཐོང་བྱས། འདི་ཡས་ཆོས་ཀྱི་བསླབ་བྱ་སྟོན་དགོས་འདུག་འདི་ཡས་ཆོས་ཀྱི་བསླབ་བྱ་སྟོན་དགོས་འདུག་འདི་ཡས་ཆོས་ཀྱི་བསླབ་བྱ་སྟོན་དགོས་འདུག་ཟེར་དེ་འདྲའི་རྟགས་མཐོང་ཉན་གྱི་མི་ཅིག་བྱུང་བ་ཡིན་ན། ཁོ་བོ་ག་བ་འདས་པའི་གནས་ཀྱི་སང་སང་རེད་ཟེར་དེ་དེ་དངོས་གནས་དྲན་ནས་བདེན་པ་རེད་ད། དེ་སྔོན་ནས་ད་ནས་བསམ་གྱིས་མི་ཁྱབ་པར་བཞག་སྟེ། གང་ལྟར་མི་ལ་ཡང་སྙིང་སྟོབས་ཆེ་སྡུག་གི་རེད། དེ་ནང་བཞིན་གྱི་བློ་སྦྱོང་གནང་ལོག་ལ་ཡ། འཕྲལ་ལ་གང་འདུག་སྒོམ་ལ་སྦྱར། ད་ཅིག། བྱམས་སྙིང་རྗེའི་ཉམས་ལེན་བྱེད་ཉེན་ཅན་ཡིན་དང། གལ་ཆེན་པོ་བརྩི་ཉེན་ཅན་ན། རྐྱེན་ངན་ཡག་ག་དང། བསྐལ་པ་བཟང་ང་དང། ལེགས་ཉེས་ག་རེ་འཕྲད་པའི་ཡེ་ནས་ཉམས་ལེན་ལ་སུ་བྱ་ཡོད་རེད་བ། དེ་བཞིན་ཡང།

ད་དུས་རབས་ཉི་ཤུ་རྩ་གཅིག་པའི་ནང་པ་བྱེད་སྟངས་རེད་དུས་རབས་ཉི་ཤུ་རྩ་གཅིག་པའི་ནང་པ་བྱེད་ས་ལབ་དུས་ག་ལ་ཡ། ཚང་མ། ཨ་ནི་བཀྲ་ཤར་རྗེས་དགོན་པ་རྫུས་སོང་གསུང་གི་ཡོད་མ་རེད་དེ་ས་དེ་ག་རེ་གསུང་གི་ཡོད་རེད་ལབ་ན། སུ་སུ་ཚོའི་མི་ཚེའི་ནང་ལོགས་ལ་ཡ། ནང་ཆོས་ཀྱི་སྙིང་པོ་རྩལ་ཅན་ནང་ཆོས་ཀྱི་སྙིང་པོ། ལག་ལེན་བསྟར། གྲོགས་མྱོང་པ་བྱེད། གྲོགས་མྱོང་པ་བྱེད་དགོས་ཀྱི་རེད་ད་དེ་གཅིག་སྤྲེལ་གཅིག་མ་བྱས་ན།

བོད་པའི་དཔེ་ཆའི་ནང་ལོ་ལེགས་བརྩོན་འགྲུས་ཀྱི་མཚན་ཉིད་ཞང་ཡང་ནུས་པ་ལ་རྒྱལ་བ་ལ་སྤྲོ་བ་ཟེར་རྒྱལ་བའི་བྱ་བ་ལ་སྤྲོ་བ་ཟེར་དེ་ཚོ་སྤྲོ་བ་ཡོང་ཨེ་དེ་ད་མ་ཤེས་ང་ཚོ་སྤུ་གུ་ཚོ་སྐྱོང་མྱོང་ཉེན་གྱི་ཕ་མ་ཚོ་ཧ་གོ་གོ་རེད་དཔེར་ན་ངའི་བུ་མོ་གཉིས་ཆ་བཞག་པས་ན་དེ Sports ད་ཞིག་ད་སྦྱང་ཡོང་མ་རེད་དེ་དེ Instrument Music Instrument སྦྱང་པར་བ་ད་ཐོག་མར་བསླབ་དུས་ཀ་ལ་ཀ་ལས་དུ་བ་ད་ཅིག་ཨུ་ཚུགས་རྒྱག

དངངས་སྐྲག་དང་སྙིང་ཆུང་གི་སྒང་ལ་མི་ཚེ་བསྐྱལ་པས་ན་ལྕགས་སྲིན་པོ་རེད། མི་ཚེ་ནི་འགྲོ་བདེ་གི་རེད་བ་ད་འདུས་བྱས་མི་རྟག་པ་ཡང་དཀའ་ཡས་ཡོང་བ་མ་འགྲོ་བདེ་གི་རེད་ད་བུ་མི་ཚེ་བསྐྱལ་པའི་རིང་ག་ལ་ཡང་ནི། གང་ལྟར་སེམས་སྐྱིད་པོ་བྱས་ནས་བསྐྱལ་ཡག་གི་ཐབས་ཤེས་དེ་ང་རང་ཚོའི་ལག་པར་ཡོད་རེད་ད། མི་གཅིག་སོ་སོའི་ཚེ་སྔོན་མའི་ལས་དང་དེ་འབྲེལ་གྱི་ཐོག་ནས་ཡང་གཅིག་ན་ཚའི་རིགས་ཡོད་ན་ནི་ཚོད་གཅིག་རེད་བ། དེ་མན་གྱི་སེམས་ཀྱི་རིམ་པ་གཉིས་པའི་སྒང་ལ་སླེབས་པའི་སྡུག་བསྔལ་མང་པོ་ཅི། ང་ཚོ་ལ་ཡང་སྟངས་འཛིན་བྱེད་ཡག་གི་ཁོག་པ་ཡོད་དུས་ག་ལ། འདི་ཚ་རྐྱང་གོར་མོ་བྱས་དུས་རབས་ཉི་ཤུ་རྩ་གཅིག་པའི་ནང་པ་བྱས་སོང་ཡང་དེ་ཀྱི་རྒྱུ་མཚན་མཐོང་ནས་རྒྱུ་མཚན་མཐོང་བའི་ཐོག་ནས་དད་པ་སྐྱེད་བྱས་ཨ་ནི་ཅིག་ང་རང་ཚོའི་མི་རྒྱུད་ཕ་མའི་ཆོས་རྒྱུད་ཡིན་སྲོལ་རྒྱུན་རེད་ཟེར་དེ་སྔར་མ་བཞག་པ་བྱས་བྱས་འདི་བྱས་སོང་ཡང་དེ་ཏན་ཏན་བདེན་པར།